ཀྱི་ཟླ་བ་དྲུག། ནང་ཆོས་དང་སྐད་ཡིག་སྦྱངས་པའི་ཕན་ཡོན་དང་རིན་ཐང། ཨ་ནི་དེ་ལ་ཡ། སོ་སོ་སྔར་མེད་ཀྱི་འཚོ་བ་གང་འདྲ་བྱུང་སོང་ཟེར་ཡ་དེ་ཡིན། དང་པོ་དེ་ལ། ངས་ཁྱེད་ཚོ་ལ་དྲི་བ་ཞིག་གང་འདྲ་བྱུང་སོང། ཁྱེད་ཚོ་ནང་ལོགས་ལ་ཡ། འཚོ་བ་འདི་ན་འཛོམས་པའི་འདི་ནང་ལོགས་ནང་པ་མ་ཡིན་པ་ཡོད་ན་ཆ་གང་ན་ན། དེ་བྱེད་དུས་ད་ཚང་མ་ནང་པ་ཡིན་ཤག་ཤག་ཅིག་ནས་བརྩི་གི་ཡོད་རེད།

དེ་འདྲ་ཡིན་དུས་ཚང་མ་ལ་ང་རང་ཚོ་ཡིན་པ་ཡིན་ན་ནང་པ་ཟེར་ཡག་སྟེ། གཙོ་ཆེ་ཤོས་སྙིང་ཐག་པ་ནི་ཀུན་སྤྱོད་བཟུང་ན་སྐྱབས་སུ་འགྲོ་མཁན་གྱི་གང་ཟག་དེ་ལའང་ནང་པ་ཟེར་གྱི་ཡོད་རེད་བ། ད་སྐྱབས་སུ་འགྲོ་ས་དེ་ནི་སྐྱབས་འགྲོ་ཟེར་ན་ག་འདྲས་རེད། སྐྱབས་སུ་འགྲོ་སའི་ཡུལ་དེ་ག་འདྲས་ཞིག་ཏུ་འགུག་གི་ཡོད་རེད། སྐྱབས་འགྲོ་སའི་ཡུལ་དེ་ལ་ཡོན་ཏན་ག་རེ་ཚང་དགོས་ཀྱི་ཡོད་རེད། སྐྱབས་འགྲོ་གི་ཕན་ཐོགས་ག་རེ་ཡོད་རེད་དེ་ཚོ་མ་ཤེས་པ་ཡིན་པ་ཡིན་ན་ཨ་ནི་ང་ཚོ་ནང་པ་དེ་སོ་སོའི་ངོས་འཛིན་ག་འདྲ་བྱེད་ཡོད་མེད་ཧ་གོ་མ་འགྲོ་བ།

སུ་སུ་གི་ད་ཆ་རྒྱ་ཞེས་ཁས་ལེན་བྱེད་མཁན་གྱི་གང་ཟག་བྱས་ན་ང་ཚོ་ནང་པའི་གྲུབ་རྟགས་སྨྲ་བ་ཞིག་ཟེར་གྱི་ཡོད། ད་དེ་ང་རང་ཚོ་དེ་གི་བསམ་བློ་ཐོག་ནས་བཤད་པ་ང་ཚོ་ནང་པའི་གྲུབ་རྟགས་སྨྲ་བ་རེད་འདུག་རེད་འདུག་ཟེར་ན་ཅིག་བསམ་བློ་ཞིག་བཏང་དགོས། དུས་བྱེད་ཐམས་ཅད་མི་རྟག་པ་ཟ་བྱེད་ཐམས་ཅད་སྡུག་བསྔལ་བ་ཆུ་ཐམས་ཅད་སྟོང་ཞིང་བདག་མེད་པ། མྱ་ངན་འདས་པ་ཞི་བའོ་ལས་དེ་ང་ཚོ་སྐྱོ་གི་ཡོད་རེད་ང་ཚོ་དོན་ངོ་མའི་ལག་ལེན་བསྟར་གི་ཡོད་རེད་བསྟར་གི་ཡོད་མ་ལས་དེ་ང་ཚོ་བྲིས་བ་རེད་དོ། དེ་ཅི་རེད་ཟེར་ན་ད་དེ་འདྲས་ཀྱི་ཆོས་ཅིག་ང་ཚོས་ཅིག་སྦྱང་དགོས་ཀྱི་ཡོད་པ་ཡིན་ན།

དང་པོ་དེ། ནང་པ་སངས་རྒྱས་པའི་ཆོས་འདི། ང་ཚོ་མང་ཚོགས་དང་བག་ཆགས་ཆེ་ཤོས་ཀྱིས་ད་ཆོས་ཆེ་རེད་ཆ་ཆེ་རེད་ཟེར་བ་ག་ཅི་ནས་རེད་ཟེར་བ་ཡིན་པ་ན། དཔེར་ན་ཆ་ཆེ་ན་བོད་ནང་ལོ་ལ་རིག་གནས་གསར་བརྗེ་བྱུང་བའི་སྐབས་ལ་མི་མང་པོ་ཞིག་གིས་བོད་པའི་ཆོས་ལ་དགག་པ་རྒྱག་ཡོད་རྩོམ་བྲིས་ཡོད། ནང་པ་སངས་རྒྱས་པའི་ཆོས་དེ། ཨ་ནེ། གཅིག་གྲལ་རིམ་བཤུ་གཞོག་བྱེད་མཁན་གྱི་གྲལ་རིམ་དེ་ཚོས་གསར་གཏོད་བྱེད་རྒྱུ་རེད། བོད་པའི་གི་མི་འབོར་དང་བོད་མི་རིགས་ཀྱི་རིག་གནས་དེ་ཚོ་ཡར་རྒྱས་བཏང་ཡ་ལ་གནོད་འོས་འདུག། མི་རིགས་ཀྱི་མཐུན་སྒྲིལ་བརླག་གི་འདུག་ཤོད་བྱས་ན། རེད་བ་དེ་འདྲས་གསུང་མྱོང་ཡོད། ཕྱི་རྒྱལ་གོ་བསད་པ་མང་པོ་ཞིག་གིས་ང་ཚོ་ལ་ལབ་མྱོང་ཡོད་ནང་པའི་ཆོས་ཟེར་ཡ་དེ་ད་བེ་བླ་མ་ཡི་གི་ཆོས་ཟེར་ཡ་བྱ་ཟེར་མྱོང་ཡོད་དེ་འདྲས་མ་རེད། གལ་སྲིད་དོན་དམ་པའི་དེ་འདྲས་ཡིན་པ་ཡིན་ན། ནང་པའི་ཆོས་དེ། ལོ་ཉིས་སྟོང་ལྔ་བརྒྱ། དེ་གི་མ་རེད་ད་ལྟ་བར་དུ་ལོ་ཉིས་སྟོང་ལྔ་བརྒྱ་ང་ཚོ་འགྲོ་ཟིན་པ་རང། གལ་སྲིད་དེ་འདྲ་ཡིན་པ་ཡིན་ན། འཛམ་གླིང་འདིའི་ནང་ལོ་རེ་ཡོད་ཀྱི་རིགས་ཀྱི་མི་ས་ཡ་ལྔ་བརྒྱ་ཙམ་ཞིག་གིས་ནང་པའི་ཆོས་ལ་ཨ་ནི་སློབ་གཉེར་བྱས་ནས་ཉམས་ལེན་བྱས་ཏེ་བྱེད་ཀྱི་མ་རེད། གལ་སྲིད་ནང་པའི་ཆོས་དེ་དངོས་གནས་འདི་ག་ཞིག་གི་གདུལ་བྱ་དང་ཕན་ཐོགས་མེད་པ་ཡིན་ན། ད་ནང་བཞིན་གྱི་རྒྱ་བོད་མི་ཞིག་ཐུགས་རྗེ་བཀའ་དྲིན་གྱི་ད་ལྟའི་དུས་ཚོད་ལ་ཡང། ཆོས་ཆོས་མིན་སྨྲ་བ་ཡིན་པའི་ཡིན་ནས་ཨ་ནི་བྱེད་བྱམས་དང་སྙིང་རྗེ་དེ་གལ་ཆེན་པོ་ཡིན་པ་ཞིག་གི་རྣམ་གཞག་གི་བརྒྱུད་ནས། མང་པོ་ཅིག་དོ་སྣང་བགྱིད་ཀྱི་ཡོད།

དཔེར་ན་ཤ་ཞེས་པ་ཡིན་པ་ན། འཛམ་གླིང་ནང་དམག་ཆེན་དང་པོ་བྱུང་རེད་གཉིས་བ་བྱུང་རེད་མི་མང་པོ་ཟས་མང་པོ་བསད་རེད། མཉམ་འབྲེལ་རྒྱལ་ཚོགས་ཚོགས་འདུ་ཕན་ཐོགས་མི་འདུག་དམ་པའི་དམག་བྱུང་འདུག། གལ་སྲིད་ཡིད། ང་ཚོའི་སྡུག་བསྔལ་བྱུང་ཡ་གི་རྒྱུ་དེ་མེ་ཤུགས་ཕོར་དག་དང་མེ་མདག་དང་དེ་ཚོ་ཡིན་པ་ཡིན་ན། ད་ག་ནང་བཞིན་དེའི་རྒྱུ་དེ་དང་ཉེ་ལེན་གྱི་རྒྱུ་དེ་ཡ་དག་ན་ཨེ་ང་ཚོ་མཉམ་འབྲེལ་རྒྱལ་ཚོགས་སྒྲིག་འཛུགས་ཚོགས་འདུ་བསད་ཐུབ་ཡ་ཅེས་པ་རེད་བསད་ཐུབ་མི་འདུག།

ཨཱ་ནི་ནང་མི་ལྟ་བུ་ཤ་ཤ་མ་ཡུ་མེ་ནས། བཟའ་ཟླ་སྐྱེས་མ་ལ། ཨཱ་ནི་སུ་སུ་རུང་གི་ཉོན་མོངས་དུག་གསུམ་གྱིས། གཅིག་ཉེ་ལེན་གྱིས་དེ་འདྲ་བྱེད་ལྟ་བྱེད་ཨཱ་ནི་ག་ག་བྱེད། སྤུ་གུ་འདུ་འཛི་ཡིན་པས་ནི་དྭ་ཕྲུག་ཆ་ཡ་གི་རྒྱུ་མཚན་འདུ་འཛི་ག་རེ་བྱེད་ནི་ཐུགས་བདེ་བ། རེ་བ། ཨཱ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ཡིན་པས་ནི་གཅིག། མགོ་བདེ་དྲན་བདེ་ཁ་ཤས་ཅིག་གིས་ཆབ་སྲིད་ཀྱི་ཉེན་པས་བརྟེན་ནས་ཨཱ་ནི་གཅིག་དུམ་བུ་ལྡང་ཡང་འདི་ནས་ཡོང་གི་འདུག་འདི་ཚོ་ཆ་ཚང་གི་གཞི་ག་རེ་རེད་ཟེར་ཤེས་པ་ཡིན་པས་ཡོང་སའི་རྒྱུ་གཙོ་བོ་དེ་རང་གཅེས་འཛིན་གྱི་བསམ་བློ་དེ་དང་བདག་འཛིན་གྱི་བློ་དེ་ཡིན་ཡོང་སོང་ཙང་ཨཱ་ནི་ང་ཚོས། འཛམ་གླིང་འདིའི་ནང་ལོགས་ལ་མིས་ཀྱིས་ད་ཅིག་བཟོས་པའི་རྐང་གཉིས་ཆ་ཚང་ཅིག་སེལ་ཐུབ་ཡག་ལ་ནང་པའི་ཆོས་དེ་མེད་ཐབས་མེད་པ་རེད་ཟེར་ག་རེ་བྱས་སེལ་བ་ཡིན་པ་ཡིན་ན་ཤེས་ཡོན་གཅིག་པ་གིས་འགྲིག་གི་ཡོད་མོད། ཤེས་ཡོན་གཅིག་པ་གིས་འགྲིག་གི་ཡོད་ན་ཀེ་ར་ལ་མངའ་སྡེ་འདི་རྒྱ་གར་ནང་ལོགས་ནས་མངའ་སྡེ་སློབ་ཆུང་ཡག་ཤོས་བརྩིགས་ཡོད་རེད། ཡིན་པས་ཡིན་ནས་ཁོང་ཚོས་ཀྱིས་མི་སེར་དྲག་སྐྱོང་བྱེད་མཁན་དང་ལྐོག་ཟ་རུལ་སུངས་བྱེད་མཁན་གྱི་གྲངས་ཀ་དེ་མ་རྒྱག་ཡིན་ཚོད་མ་ལ་ཁོང་ཚོ་མང་ཤོས་རེད་ཚུལ་འདི་ཡོད། འདི་གར་ཐུན་མོང་གླེང་ན་མིག་གིས་མི་ལ་ཀླད་པའི་གྱི་སློབ་སྦྱོང་སྤྲད་ཡོད་སྟབས་ལ། སེམས་ཀྱི་བྱམས་བརྩེ་འདི་ཚོ་མ་འདང་བ་ལྟ་ཐུབ་མོད་སོང་ཙང་དེ་རིགས་ཁ་ཚ་རྒྱ་བོར་མི་བྱེད་གི་ཐུགས་རྗེ་བཀའ་དྲིན་གྱིས་ཨ་ནི་ང་རང་ཚོ་ཤེས་ཡོན་གྱི་སྒྲིག་འཛུགས་མང་པོ་ཞིག་ནང་ལོགས་ལ་ཆོས་འདི་ཚོ་ཨ་ནི་ཅིག་སློབ་ཚན་གྱི་ངོ་བོ་ནས་མ་བསླབས་ནས་ཨ་ནི་ཅིག་གོམས་གཤིས་ཐད་དུ་ད་ལྟ་ངོ་བོ་འུར་ཚུགས་ཡོད་རོགས། དེ་ཚོ་དེ་ཚོ་ག་རེར་སེམས་པ་སྙམ་ན་ང་ཚོའི་གྱི་ནང་ཆོས་འདིའི་གྱི་དོན་ཆེན་གྱི་བདག་འཛིན་གྱི་བློ་དེ་དང་རང་གཅེས་འཛིན་གྱི་བློ་དེ་ལ་ཁ་གཏད་བཅག་ཉེས་དེ།

དེ་ནི་དོན་ཚིག་མཐའ་མ་འདི། ང་ཚོས་ཀྱི་ནང་དོན་རིག་པ་དང་སྐད་ཡིག་སྦྱངས་པ་ཡིན་པ་འདི་ག་ཅིག་མཚོན་འགྲོར་ཟེར་ན་ངས་གལ་ཆེན་པོ་རིག་སྣང་གང་ཡིན་མཐོང་འགོར་ཟེར་ན། ང་རང་ཚོ་བོད་མི་རིགས་ཀྱི་ཁྱད་ཆོས་ལྡན་པའི་ཞབས་རྩིས་ཀྱི་ཕྱག་འདིའོ་རེད་འཛམ་གླིང་གི་ཁྱད་ནོར་གྱི་ཕྱག་འདིའོ། བོད་པའི་གི་འཐབ་རྩོད་འདི་ཆབ་སྲིད་ཀྱི་ཐོག་ནས་ཕུང་བ་རེད་དེ་ཡིན་ནས་དོན་སྔ་མོའི་བོད་པའི་འཐབ་རྩོད་སེལ་དགོས་ཡོད་ན་བོད་པའི་གི་ཆོས་དང་རིག་གཞུང་འདི་ནི་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་བྱེད་ཡ་དེ་འཐབ་རྩོད་གི་མར་ཚ་འགྲོ་དེ་ཆགས་འདུག་བསམ་ཡོད། ང་རང་ཚོའི་གི་ཁ་བརྡའི་འདི་རྒྱ་ནག་ཆགས་ཀྱི་ཡོད་རེད་རྒྱ་ནག་འདི་ཆགས་བཞིན་པ་ཡིན་ན།

ཡིན་ནི་སོང་ཙང། ད་ང་ཚོ་ཉེ་ཆར་འཛམ་གླིང་གི་རྐང་རྩེད་སྤོར་རྒྱུན་ཆེན་པོ་ལྟ་ས་ཞིག་རེད་ཨར་ཇིན་ཇི་ནཱ་དང་བྷྲ་ཛིལ་སོགས་ཡག་ཐུབ་ཁོང་ཚོ་རྐང་རྩེད་སྤོར་ཡག་པོ་ཕུལ་དུ་བྱུང་བ་རེད་ཁོ་རང་ཚོའི་དགོན་པ་ལ་ཅིག་བལྟས་ཡོད་ན་མེད་ན་བྱས། ང་རང་ཚོའི་ལུང་པའི་གི་མི་རིགས་འདི་ང་རང་ཚོའི་ཁྱད་ཆོས་ཀྱི་དམིགས་བསལ་བྱེད་པ་དེ་ག་རེད་ཟེར་ན་ང་ཚོའི་གི་ནང་པའི་ཆོས་ཀྱི་ཞབས་རྩིས་དེ་དང་བོད་ཀྱི་སྐད་ཡིག་གི་ཆ་དེ་ཡོད་རེད་ཞུས། དེ་ནས་མཐའ་དོན་འདི་ལ།

གང་ལ་འཇིགས་པ་བྱེད་པ་རེད་དུས་ངས་ཚེ་ནས་ཚིག་གཅིག་བྱུས་བརྗོད་པ་དེ་དེའི་ཕན་ཐོག་ཇི་འདྲ་དེ་ལ་མེད་གསུང་བ་ནང་བཞིན་གྱི་ཧོ་ད་དངོས་གནས་དྲང་གནས་བོད་པའི་ནང་དོན་ནང་པའི་ཆོས་ཀྱི་ཞབས་རྗེས་འདི་དངོས་གནས་ཀྱི་གནས་འདུག་བསམ་པའི་ཚོར་སྣང་ཤུགས་ཆེན་པོ་འདུག་དེ་སོང་ཙང་ང་རང་ཚོ་རྣམ་པ་ཚོ་ཚང་མ་ལོ་འདི་དང་པོ་སླེབས་ཡོད་སྐབས་ལ་སོ་སོ་གི་གཤིས་ཀ་ཅིག་ག་འདྲས་ཡོད་ད་ལྟའི་ཆེ་ལ་གཤིས་ཀ་ག་འདྲས་ཡོད་དེ་གི་དེ་ཆ་ཚང་ཅིག་ང་ཚོས་ད། སོ་སོས་སོ་སོའི་ཉེས་པ་རྙེད་ཡོད་རེད་དྲི་ངེས་འདུག་ལ་དེར་ཆོས་ཚང་མཐའ་དོན་དེ་ལ། ང་ཚོ་ཁ་སའི་ཡིག་རྩལ་བཏང་བ་རེད་ཡིན་ན་ཡིག་རྩལ་ངོ་མ་དེ་ག་དུས་དགོས་ཚུལ་བོར་ཟེར་ན་ང་ཚོ་ཕྱི་ཚོང་ནང་ལ་འགྲོ་དུས་ཚང་མ་ལ་སོ་སོའི་ཉོན་མོངས་དུག་གསུམ་དང་སོ་སོའི་ལུས་ངག་ཡིད་གསུམ་གྱི་ཀུན་སྤྱོད་དེ་གའི་དེའི་ཐོག་ལ་སྦྱོང་བརྡར་དེ་འདྲ་བྱེད་པ་དེའི་ཐོག་ལ་ངས་ཡོང་ཁུངས་ལྟ་དངོས་གནས་ཉམས་ལེན་དེ་དགོས་ཚུལ་བོར་ཟིན། ཉམས་ལེན་མེད་ན་རྟོག་པ་ལྷ་དང་མཉམ་དུ་ཀུན་སྤྱོད་མི་དང་མཐུན་དགོས་གསུང་བ་ནང་བཞིན་གྱི་ཁྱེད་རང། ཁྱེད་རང་གི་གཟུགས་པོ་གངས་རྫོབ་ལ་མི་རྟག་པའི་གྱི་ཁབ་ཁབ་རྩག་རྒྱག་ཡོད་ནས་ཕན་ཁེ་དཀའ་ཡོད་མ་རེད་ཉམས་ལེན་མེད་པ་ཡིན་ན། གཞོན་སྐྱེས་དཀར་པོའི་ངར་གློ་བར་གངས་རྫོབ་བྱོལ་ཡོད་ཡིན་པ་ཡིན་ན། ཉམས་ལེན་མེད་པ་ཡིན་ན་ཕན་ཐོག་མི་འདུག་ཨ། དེ་སོང་ཙང་ཨ་ང་རང་ཚོའི།

མ་འོངས་པ་ལ་ཨ་ནེ་སུ་སུའུ་གིས་ང་ཚོ་བོད་ལ་འགྲོ་ཡ་དེ་དུས་ཚོད་ཆེས་ཤར་རྒྱུ་རེད། ང་ཚོ་འདི་སྐབས་ཡིན་པས་ན་ང་ཚོ་ཧྲ་ཧྥང་ཆགས་ཚང་ཚོ་སྐྱེ་ཡི་ཡིན་ན་རེད་ནང་ཆོས་ཡིན་ན་དེའི་ཐོག་ལ་ཉམས་ལེན་བྱེད་པ་ཙམ་མ་ཡིན་པར་སུ་སུའུ་གིས་ཨ་ནེ་གཅིག་ཐར་ཕར་དང་ཐམས་ཅད་མཁྱེན་པའི་སྒོ་མང་དེ་ཐར་ཐུག་གི་མིང་ཡོད་རེད་དེ་ཚེ་འདི་ལ་ཡིན་པས་ནི་ཨ་ནེ་ང་ཚོ་སུ་སུའུ་གིས་ལྟ་ཞིབ་ལས་འགན་འདི་ཁྱེར་བའི་ཐོག་ནས་ཨ་ནེ་དམིགས་བསལ་གྱི་ལས་འགན་ཅིག་སྒྲུབ་པ་གནང་རོགས་གནང་ཟེར་ཞུ་ཡ་ཡིན་ཨ་ཐ་མ་ཇི་སྲིད་ནང་པ་གནས་པ་དང་འགྲོ་བ་ཇི་སྲིད་མེད་དགོས་པ་དེ་སྲིད་བདག་གི་གནས་འདི་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་གསུང་ཟེར་བ་ནང་བཞིན་གྱི